བོད་ཀྱི་སྙན་གྲགས་ཅན་གྱི་ཆབ་སྲིད་མི་སྣ་ངོ་སྤྲོད། ཆོས་རྒྱལ་སྲོང་བཙན་སྒམ་པོ། འཐུས་མི་རྒྱ་གར་དུ་སློབ་སྦྱོང་ལ་བཏང་བ། བོད་ཀྱི་བཙན་པོ་སྲོང་བཙན་སྒམ་པོ་རྒྱལ་ཁྲིར་འཁོད་པའི་རྗེས་རིམ་གྱིས་མཐའི་ཡུལ་གྲུ་ཀུན་ལ་ཤིན་ཏུ་སྙན་གྲགས་ཆེན་པོར་གྱུར་བ་ན། རྒྱལ་ཕྲན་སོ་སོ་ནས་ལེགས་སྐྱེས་དང་འཕྲིན་ཡིག་འབུལ་མཁན་མང་པོ་འབྱོར་ཡང། བཙན་པོ་རང་ཉིད་ཀྱིས་རྒྱལ་ཕྲན་དེ་དག་ལ་དངོས་ནོར་གྱི་སྐད་ལན་རེ་དང། འགའ་ཤས་ལ་རྒྱལ་ཕྲན་དེ་དང་དེའི་ཡི་གེའི་ཐོག་ནས་འཕྲིན་ལན་རེ་གནང་བ་མ་གཏོགས། བོད་རང་ཉིད་ཀྱི་ཡི་གེའི་ཐོག་ནས་འཕྲིན་ལན་གནང་རྒྱུའི་ཡི་གེ་མེད་པ་རེད། འདིའི་རྐྱེན་པས་བཙན་པོ་སྲོང་བཙན་སྒམ་པོར་ཐུགས་ཕམ་ཆེན་པོ་བྱུང་བ་མ་ཟད། ཁོང་གི་བསམ་པར། དཀའ་ངལ་ཆེ་ཆུང་གང་འདྲ་ཞིག་དང་འཕྲད་ཀྱང་རུང། དཀའ་ངལ་ཡོངས་རྫོགས་ལ་གདོང་ལེན་གནང་སྟེ་བོད་རང་གི་སྐད་གདངས་ཀྱི་ཆོས་ཉིད་དང་མཐུན་པའི་ཡི་གེ་དང། དེའི་རྣམ་གཞག་སྟོན་པའི་བརྡ་སྤྲོད་ཀྱི་གཞུང་ལུགས་ཤིག་ངེས་པར་གསར་བཟོ་བྱ་རྒྱུ་ཡིན་པའི་བློ་ཐག་བཅད་པ་རེད། བཙན་པོ་སྲོང་བཙན་གྱིས། མི་རིགས་རང་ལ་ཡི་གེ་ཡོད་མེད་ཀྱིས། མི་རིགས་དེའི་ཆབ་སྲིད་དང། དཔལ་འབྱོར། རིག་གནས་བཅས་ཀྱི་འཕེལ་རྒྱས་ལ་མགྱོགས་ལྷོད་ཀྱི་ཁྱད་པར་ཆེན་པོ་ཡོད་པ་དང། མི་རིགས་དེ་ཤེས་རིག་གི་དཔལ་ཡོན་ལྡན་པ་ཞིག་ཡོང་ཐུབ་མིན་ཡང་མི་རིགས་དེ་ལ་ཡི་གེ་དང། ཡི་གེའི་རིག་གནས་ཕུན་སུམ་ཚོགས་པ་ཞིག་ཡོད་མེད་ལ་རག་ལས་ཀྱི་ཡོད་པས། བོད་མི་རིགས་ལ་ཐུན་མོང་མ་ཡིན་པའི་ཡི་གེ་ཞིག་ངེས་པར་དགོས་ཀྱི་འདུག་ཅེས་རྒྱུན་དུ་གྲོས་ལ་དབང་བའི་བློན་པོའི་ཚོགས་སུ་གསུང་གི་ཡོད། དེར་བརྟེན། སྐབས་ཤིག་ནས་བློན་པོ་མང་ཆེ་བར་བཙན་པོའི་དགོངས་ཚུལ་གྱི་ཤུགས་རྐྱེན་ཐེབས་ཏེ། བློན་པོའི་ཚོགས་མང་པོ་ཞིག་གིས་ཀྱང། བོད་རྒྱལ་ཁབ་དེ་ཆོས་ལུགས་དང། ཆབ་སྲིད། དཔལ་འབྱོར། རིག་གནས། དམག་དོན་བཅས་གང་ཅིའི་ཐད་ནས་ཡར་རྒྱས་བཏང་སྟེ། སྟོབས་ཤུགས་ལྡན་པའི་རྒྱལ་ཁབ་ཅིག་ཡོང་དགོས་ཀྱི་ཡོད་ན། བོད་མི་རིགས་ལ་རང་གི་ཐུན་མོང་མ་ཡིན་པའི་ཡི་གེའི་རིག་གནས་དང། ཤེས་ཡོན་སློབ་སྦྱོང་མེད་དུ་མི་རུང་བ་ཡིན་པའི་གནས་ལུགས་ལ་མཁྱེན་རྟོགས་གསལ་པོ་བྱུང་སྟེ། ཕོ་བྲང་ནང་གི་མི་སྣ་སྐད་ཆེན་མང་ཆེ་བས། གཅིག་གྱུར་གྱིས་བོད་ལ་ཡི་གེ་དགོས་མཁོ་ཆེན་པོར་གཟིགས་ཀྱི་ཡོད་པ་རེད། བློན་པོའི་ཚོགས་ཀྱི་གོ་རྟོགས་དང། ཤེས་ཡོན་དོན་གཉེར་གྱི་འདུན་པ་ཡར་རྒྱས་ཕྱིན་པ་དེས། རྒྱལ་པོ་སྲོང་བཙན་གྱི་དགོངས་གཞི་འགྲུབ་པར་ཕན་ནུས་ངེས་ཅན་ཐོན་རྒྱུ་ཡིན་པ་སྨོས་མ་དགོས་ལ། བོད་ཀྱི་ཡིག་སྲོལ་གསར་གཏོད་བྱ་བའི་ལས་དོན་འདི་ནི། རིམ་གྱིས་རྒྱལ་བློན་མཉམ་བསྡུས་དང་ཐུན་མོང་བའི་ལས་དོན་ཞིག་ཏུ་གྱུར་ཏེ། བོད་ཀྱི་ཡིག་སྲོལ་གསར་བཟོ་དང་ཤེས་ཡོན་སློབ་སྦྱོང་དར་སྤེལ་བྱ་བའི་ལས་གཞི་འདིའི་ཐོག་མཐའ་བར་གསུམ་གྱི་འགན་ཐམས་ཅད་རྒྱལ་པོའི་ཕོ་བྲང་ནས་ལེན་དགོས་པའི་ཐད། རྒྱལ་བློན་ཐུན་མོང་གིས་ཐག་གཅོད་ཐུབ་པ་བྱུང་ཡོད། བཙན་པོ་སྲོང་བཙན་གྱིས་བོད་ཀྱི་ཡིག་སྲོལ་ཇི་ལྟར་གསར་གཏོད་བྱ་དགོས་པའི་ཐད་རྒྱུན་དུ་ཐུགས་སྣང་ཆེན་པོ་མཛད་ཀྱི་ཡོད་པ་མ་ཟད། བྱ་བ་འདི་སྟབས་བདེ་པོ་དང་ལས་སླ་པོ་ཞིག་མིན་པ་གསལ་པོ་མཁྱེན་གྱི་ཡོད་སྟབས། ཡི་གེ་གསར་བཟོ་བྱེད་པའི་འགན་སུ་ལ་བཀལ་དགོས་པ་དང། རྒྱལ་ཁབ་སུ་ཞིག་གི་ཡི་གེ་ལ་དཔེ་ལྟ་བྱ་དགོས་པ་སོགས་ཀྱི་ཐད་ལ་དགོངས་པ་ཤིན་ཏུ་གཏིང་ཟབ་བཞེས་ཀྱི་ཡོད། སྐབས་ཤིག་ལ་བཙན་པོ་སྲོང་བཙན་གྱི་དགོངས་པར། རྒྱ་གར་བས་ལེགས་པར་སྦྱར་བའི་ཡི་གེ་ནི་ཡིག་རིགས་གཞན་ལས་ཀྱང་ཁྱད་པར་དུ་འཕགས་པ་ཞིག་ཡིན་པ་མཁྱེན་རྟོགས་བྱུང་སྟེ། བོད་ཀྱི་ཡིག་སྲོལ་རྒྱ་གར་ལེགས་སྦྱར་གྱི་ཡི་གེ་ལ་དཔེ་བལྟས་ནས་གསར་བཟོ་བྱ་རྒྱུར་ཐག་གཅོད་མཛད་པ་རེད། འོན་ཀྱང་དཀའ་ངལ་ཆེ་བ་ཞིག་ནི་ཡི་གེ་གསར་བཟོ་བྱེད་མཁན་གྱི་མི་སྣ་གསོ་སྐྱོང་བྱ་དགོས་པ་ཡིན་པས། བཙན་པོས་མང་ཚོགས་ཁྲོད་ནས་བྱིས་པ་བློ་རིག་རྣོ་བ་བཅུ་གྲངས་ཤིག་འདེམས་སྒྲུག་མཛད་ཅིང། ཁོང་ཚོར་རྒྱལ་པོའི་ཕོ་བྲང་ནས་ལམ་སྒྲོན་དང་སློབ་ཡོན་བཅས་དགོས་མཁོ་ཡོངས་རྫོགས་གོ་སྒྲིག་གནང་སྟེ། རྒྱ་གར་ལ་ཡི་གེ་སློབ་ཏུ་ཆེད་གཏོང་གནང། སྟབས་མ་ལེགས་པ་ཞིག་ལ། བཙན་པོས་ཐུགས་རེ་ཆེན་པོ་གནང་ནས་བཏང་བའི་བྱིས་པ་དེ་དག་ལས་མང་ཆེ་བ་ནི་རྒྱ་གར་ལ་མ་སླེབས་གོང་དུ་ཚལ་པས་གྲོངས་ཤིང། ཉུང་ཤས་ཤིག་ལ་བར་གྱི་བཀྲེས་སྐོམ་དང་འཇིགས་སྣང་སོགས་ཀྱི་དབང་གིས་ཕྱིར་ལོག་བྱས་ཡོང་བས། དེ་དག་ལས་གཅིག་ཀྱང་རྒྱ་གར་འཕགས་པའི་ཡུལ་དུ་བགྲོད་ཐུབ་མེད་ལ། བཙན་པོ་སྲོང་བཙན་གྱི་ཐུགས་རེ་ལྟར་རྒྱ་གར་མཁས་པའི་དྲུང་ནས་སློབ་སྦྱོང་བྱེད་ཐུབ་མཁན་གཅིག་ཀྱང་བྱུང་མེད། ཡིན་ནའང། ཐེངས་དང་པོའི་ཕམ་ཁ་དེས་བཙན་པོ་སྲོང་བཙན་གྱི་ཐུགས་མ་ཕམ་པར། བསྐྱར་དུ་སློབ་སྦྱོང་བྱེད་མཁན་འགོ་ཁྲིད་གནང་རྒྱུའི་ཐག་གཅོད་མཛད། སྐབས་དེར། ཏག་ཏག་འཐུས་མི་དགུང་ལོ་བཅུ་དྲུག་ལ་སོན་ཡོད་པ་དང། བཙན་པོ་སྲོང་བཙན་གྱིས་རང་ཉིད་ལ་ཐུགས་རེ་གང་འདྲ་གནང་གི་ཡོད་མེད་འཐུས་མིས་གསལ་བོ་མཁྱེན་གྱི་ཡོད་སྟབས། འཐུས་མིའི་བསམ་པར། ད་བཙན་པོའི་ཐུགས་རེ་ལྟར་བོད་ལ་ཤེས་ཡོན་གྱི་ཞབས་ཕྱི་སྒྲུབ་རྒྱུ་དུས་ལ་བབ་འདུག་སྙམ་ནས། བཙན་པོས་རང་ཉིད་རྒྱ་གར་ལ་ཤེས་ཡོན་སློབ་སྦྱོང་བྱེད་དུ་བཏང་བ་ཡིན་ན། དཀའ་ངལ་གང་ལ་ཡང་མི་འཛེམ་པར་ཐེ་ཚོམ་མེད་པར་འགྲོ་རྒྱུ་ཡིན་པའི་བློ་ཐག་བཅད། སྐབས་དེར་བཙན་པོ་སྲོང་བཙན་གྱིས་ཀྱང། ད་ཐུ་མི་རྒྱ་གར་དུ་གཏོང་བའི་དུས་ལ་བབ་འདུག་གོང་ནས་ཐུ་མི་སོགས་གཞོན་ནུ་རིག་པ་ཅན་སྐོར་ཞིག་རྒྱ་གར་དུ་སློབ་སྦྱོང་བྱེད་པར་ཆེད་གཏོང་མཛད། གཞོན་ནུ་རིག་པ་ཅན་དེ་དག་ལམ་ལ་ཆས་ནས་གང་འཚམ་ཕྱིན་པ་ན། གཞོན་ནུ་མང་ཆེ་བ་འགལ་རྐྱེན་སྣ་ཚོགས་ཀྱི་དབང་གིས་རྒྱ་གར་དུ་མ་ཕྱིན་པར་བོད་དུ་ཕྱིར་ལོག་བྱས་ཡོད། འོན་ཀྱང་ཐུ་མི། ལམ་བར་དུ་རང་ཉིད་ལ་དཀའ་ངལ་ཇི་ཙམ་འཕྲད་ཀྱང། བཙན་པོ་སྲོང་བཙན་གྱི་ཐུགས་རེ་དང་བོད་ཀྱི་སྐྱེ་འགྲོའི་བདེ་དོན་ཐུགས་ལ་བཅངས་ནས། དཀའ་ངལ་མཐའ་དག་ལ་གདོང་ལེན་བྱས་ཏེ་རྒྱ་གར་དུ་ཕྱིན་པ་མ་ཟད། ལོ་བདུན་གྱི་རིང་རྒྱ་གར་གྱི་སྐད་ཡིག་མི་འདྲ་བ་སྣ་ཚོགས་དང་ནང་དོན་རིག་པའི་གཞུང་ལུགས་ཀྱིས་མཚོན། སྐབས་དེར་རྒྱ་གར་དུ་དར་བའི་ཕྱི་ནང་གི་རིག་པའི་གནས་མང་པོ་ཞིག་ལ་སྦྱངས་པ་བྱང་ཆུབ་པར་མཛད།